འོ་ཞོགས་པ་དེ་ལས་སྐུ་ཁམས་བཟང། ད་དེ་རིང་ངེད་ཀྱི་ཁྱེད་རྣམ་པ་ཚོ་ཚགས་ལ་ཡོད་པའི་གནས་ཁ་ཤས་ཀྱི་ངོ་སྤྲོད་ཞུ་གི་ཡིན་ད། ཐོག་མར་གུ་རུ་རིན་པོ་ཆེ་གི་བཞུགས་ཁྲི་དེ་ཁྱེད་རྣམ་པ་ཚོ་ལ་ངོ་སྤྲོད་ཞུ་གོ་ཡེ། ང་ལྷ་ཁང་འདྲ་མི་འདྲ་སོ། ཡེ། ཚ་དགོན་པའི་ལྷ་ཁང། ཁ་ཚང་དེ་ལ་སྦྱིན་སྲེག་བྱེད་ཀྱི་དབང་དྲག་གི་སྦྱིན་སྲེག།

འོ་ཁོང་གི་གནས་ཡིག་ནང་ལོ་ལ་དེ་ནི་གསལ་པོར་གསུངས་ཡོད་རེད་ཟེར། ཚགས་ཀྱི་དགོན་པ་ལ་ཡང་སྟོད་ལ་སྒྲུབ་ཕུག་རེད་བ། སྨད་ལ་ནི་བཞུགས་ཁྲི་ལ་ནི་དེ་ནི་གུ་རུ་རིན་པོ་ཆེ་གི། དེ་མ་ཡིན་པ་དེ་ནི་གནས་རྩ་ཆེན་མོ་མང་པོ་ཅིག་སྐོར་ལ་ཁོང་གིས་གསུངས་ཡོད་ས་རེད། འོ་དེ་རེད། ད་ད་ནངས་ང་རྒྱའི་ནང་མ་སོགས་ལ་དེ་ནི་དེ་མ་ཡིན་པ་ཕ་ཇོ་ལ་དེ་ནི་གུ་རུ་རིན་པོ་ཆེ་གི་གནས་གཞན་པ་ཁ་ཤས་ཤིག་ཡོད་རེད་དེའི་ཁྱད་ནོར་མ་སོགས་རྗེས་ཀ་ཞུས་གོ་ཨ་ལགས་སོ།

དེ་ཕ་དེ་ཚགས་ལུང་པ་རེད་དེ་འོ་དེ་ཚགས་ལུང་པ་རེད་ད་ཡ་གང་དེ་ཕ་ཅོ་ཕ་ཅོ་དེ་ད་ཀོག་ལ་ངེ་རེད་ཀོག་རེད་དེ་ནས་ཕ་གི་ཐང་འགྲོ་བ་ཅི་དོ་ཕ་ཕ་ད་ད་ན་ཁང་པ་དེ་ནི་མཐོང་མི་འདུག

འོ་འདི་ཕྱོགས་ལ་དེ་ནས་གུ་རུ་རིན་པོ་ཆེ་གི་སྒྲུབ་ཕུག་སྟོད་ལ་སྒྲུབ་ཕུག་དེ་ནས་སྨད་ལ་དེ། ལྷ་ཁང་གི་འགྲམ་ལ་དེ་ནས་སྨད་ལ་བཞུགས་ཁྲི་ལ་ཡོད་རེད་རེད་བ། དེ་ནས་ཡར་ལ་ཀ་ནི་ཅེས་ཡོད་རེད་དེ་ལ་གུ་རུ་རིན་པོ་ཆེ་གི་ཞབས་རྗེས་ཅེས་ཡོད་རེད།

ཚགས་ལ་ལུང་པ་འདི་ལ་རྩ་ནས་སླེབས་མྱོང་མེད། ད་ལྟ་བློ་ཚགས་ཀྱིས་དགོན་པ་གྱི་མཛད་སྒོ་དང་འབྲེལ་ནས་དེ་ལ་སླེབས་ཡོང་དུས་སྐབས་སུ་གནས་མང་པོ་ཅིག་མཇལ་ཡས་ཀྱི་གོ་སྐབས་རག་སོང་རེ་བ་སྐལ་བ་བཟང་པོ་ཐོབ་སོང། ད་དེ་ཡི་ནང་ལོགས་ནས་དེ་རིང་ངེད་ཀྱིས་ཁྱེད་རྣམ་པ་ཚོ་ལ། ངེད་ཀྱི་རྒྱབ་ལ་གཟིགས་ཀྱི་འདུག་ཨ་ཁྱེད་རྣམ་པ་ཚོ་གི་ཆོས་དོན་མ་ཎི་ཅིག་མཇལ་གྱི་འདུག་ཨ། འོ་འདི་གི་ལོ་རྒྱུས་དང། རེ་བ། གནས་བཤད་དང། དེ་ཡི་རྒྱབ་ལ་དེ་ནས་སློབ་དཔོན་པདྨ་འབྱུང་གནས་ཁོང་གིས་བདག། ཇོ་བོ་ལྷ་བ།

རྟོགས་ལྡན་མང་པོ་ཅིག། རེ་བ། བྱིན་གྱིས་བརླབས་པའི་གནས་བཞུགས་ས། རེ་བ་སྒོམ་སྒྲུབ་གནང་ས། རེ་བ། ནས་མཛད་པ་འཕྲིན་ལས་གནང་ས། རེ་བ་བཞེངས་པའི་ལྷ་ཁང་མཆོད་རྟེན་རྩ་ཆེན་པོ་མང་པོ་ཡོད་རེད་དེ་ཡིན་ན་ཡང་ཚང་མ་ད་ང་ཚོ་གི་དཔེ་ཆ་གི་ཐོག་ལ་གླེགས་ཀྱི་ཡོད་མ་རེད་ལ་གཞུང་གི་ནང་ལོ་གླེགས་ཀྱི་ཡོད་མ་རེད་ལ་ལོ་རྒྱུས་ཀྱི་ཐོག་ལ་ད་ཡིག་ཡིག་ཐོག་ལ་བཏོན་ཡོད་མ་རེད། ད་དེ་བཏོན་མེད་ཡོང་དུས་སྐབས་སུ་ང་ཚོ་གི་ད་རྫུན་མ་རེད་རེ་བ། ཁས་མ་ལེན་རེ་བོ་དང་མཐའ་གཅིག་ཏུ་དགག་པ་བརྒྱབ་སྟེ་རེ་བོ་ཁ་བཏང་སྟེ་རེ་བོ་དེ་འདྲ་ཡང་བྱེད་ཆོག་གི་ཡོད་མ་རེད་ད། ཇི་ལྟར་ཀྱིས་ད་དེ་འདྲའི་རིགས་འདི་ལ་ད་ང་ཚོ་གིས་མི་རབས་ནས་མི་རབས་རེ་བ་ལོ་ནས་ལོ་དེ་འདྲའི་བརྒྱུད་ནས་གླེང་ཡོང་དུས་སྐབས་སུ་བསྲེ་བསླད་ཡང་བྱུང་ཡོད་སྲིད་པ་རེད་བ། ཡིན་ན་ཡང་དེ་ལ་མཐའ་གཅིག་ཏུ་ཁས་མ་ལེན་ད་མཐའ་གཅིག་ཏུ་དགག་པ་བརྒྱབ་བསྡད་དེ་རྩ་ནས་ཡག་པོ་མ་རེད། ད་དེ་ལ་ང་ཚོ་གིས་ད་ཁ་རྒྱུན་ཞལ་རྒྱུན་ལག་གོ་རེད་བ། ད་ལྟ་དེ་ལ་ཁྱེད་རྣམ་པ་ཚོ་གིས་རྒྱབ་ལ་གཟིགས་གི་འདུག་བ། ཆོས་དོན་དེ། མ་ཎི་དེ་ཡིས་ད། ངོ་སྤྲོད་ཅིག་ཁྱེད་རྣམ་པ་ཚོ་ལ་ཞུས་པ་ཡིན། སྙེ་མ། ཚགས་ཀྱི་ལུང་པ་འདེགས་ལ་རེ་བ། བླ་མ་ཅིག་གྲོངས་རེད་ཟེར་རེ་བ། བླ་མ་ཅིག་གྲོངས་ཡོང་དུས་སྐབས་སུ་བླ་མ་དེ་ད། ད། རོ་དེ་རེ་བ། ཕུང་པོ་དེ་ད་ཁང་པ་ཅིག་ནང་ལོ་བཞག་རེ་བ། དེ་ཡིས་ད་གཡས་གཡོན་ལ་ད་ཕུང་པོ་རོ་བཀྲུ་མཁན་ང་ཚོ་གིས་ད་ཕུང་པོ་རྐྱང་པ་བཞག་ན་འགྲིག་གི་མ་རེད་བ་སྙམ་དུ་མི་ཁ་ཤས་བསྡད་ཀྱི་རེད་བ་སྙམ། མཉམ་ལས་རེ་བ་སྐྲུན་མཁན་རེ་བ། ད་དེ་འདྲའི་སྡེ་ཡོང་དུས་སྐབས་སུ་དགོང་མོ་གཅིག་ལ་མཚན་གཅིག་ལ་ད། བླ་མ་དེའི་རོ་དེ་ཕུང་པོ་དེའི་རོ་དེ་ཡར་ལངས། ལངས་བ་རེད་ཟེར། ལངས་ཡོང་དུས་སྐབས་སུ་དེའི་ནང་ལོགས་ནས་ད་མི་གཅིག། གཉིས་ཚད་ཡོང་དུས་སྐབས་སུ་རེ་བ། ད་རོ་ཡར་ལངས་ཡོང་དུས་སྐབས་སུ་སྐད་དེ་ད། ཁོ་ཡི་ཐོས་ཡོང་དུས་སྐབས་སུ་ཁོ་ཡར་གཉིས་ཚད་ནས་ཁོ་ཞལ་ད་ཆོད་ནས་དེ་ནས་ཕྱི་ལོགས། ཐོན་ནས་རེ་བ་ཁང་པ་ཕྱི་ལོགས་ནས་ཁོ་རང་སྒོ་བརྒྱབ་བྱ་རེད་ཟེར། ད་ཁང་པ་ཕྱི་ལོགས་ནས་སྒོ་བརྒྱབ་ཡོང་དུས་སྐབས་སུ་ད་ནང་ལོགས་ལ་ད། བླ་མ་གྲོང་ཁྱེར་གྱི་རོ་ལངས་དེ་དང་རེད་བ། དེས་མ་ཟད་པ་ཨེ་ཡོན་ནས་དང་མི་ཁ་ཤས་ཀྱི་ཡང་རོ་ལངས་ཆགས་ཡིན་ས་རེད་དེའི་ནུས་པ་ལ་བརྟེན་ནས་རེད་བ། རོ་ལངས་ཆགས་ཡིན་ས་རེད་རེད་བ། ད་རོ་ལངས་ཆགས་ཡོང་དུས་སྐབས་སུ་ད་ཁོ་ཡི་ཕྱི་ལོག་ནས་སྒོ་བརྒྱབ་ཡོང་དུས་སྐབས་སུ་ད་ཁང་པ་དེའི་ནང་ལོག་ནས་ད་རོ་ལངས་འདི་ཚོ་ལྷག་བསྡད་ཡོད་ད། ད་ཁོང་ཚོ་གྱིས་ད་དེ་འདྲས་ཀྱི་ལྟས་ཉམས་པ། ད་ཐབས་ཤེས་ག་འདྲས་འདྲ་བོ་བྱེད་དགོས་ཡོད་ན་བླ་མ་ག་འདྲས་འདྲ་བོ་གྱིས་དེ་འདྲས་ཞུ་དགོས་ཡོད་ན་ཁོང་ཚོ་གྱིས་ད་དེ་འདྲས། བསམ་བློ་བཏང་ཡོང་དུས་སྐབས་སུ་དེ་དུས་སྐབས་སུ་ད་ཕ་ཆེ་བོད་ནས་ཕེབས་པའི་བླ་མ་རྒྱལ་དབང་སེང་གེ་ལ་ནས། ཁོང་ཡིན་ན་ཡང་མིན་ན་ད་འདི་ལ་གསལ་པོ་མི་འདུག་རེད་བ་ཁོང་གི་རྒྱུད་པ་ཅིག་ཡིན་ན་རེད་བ། གཅིག་རེད་ཟེར་བ། ད་བླ་མ་རྟོགས་ལྡན་དེས་གདན་འདྲེན་ཞུས་རེད་ཟེར་ཚགས་ཀྱི་ལུང་པ་འདི་ལ། ད་ཚགས་ཀྱི་ལུང་པ་འདི་ལ་གདན་འདྲེན་ཞུས་ནས་རེད་བ། ད་ནང་ལོགས་ལ་ཁང་པ་ནང་ལོགས་ལ་རོ་ལངས་དེ་ཚོ་ཡོད་རེད་བ། ཕྱི་ལོགས་ལ་ད་བླ་མ་དེ་ཡི་རྟོགས་ལྡན་དེ་ཡི་རེད་བ། རས་ཅིག་འདུག་སྟེང། དེ་ཡི་སྒང་ལ་དེ་ནས། གཅོད་ཅིག་བཏང་འདུག་བ། སྤྱོད་ཅིག་བཏང་ཡོང་དུས་སྐབས་སུ་དེ་ནི། རེད་དེ་ཕྱིས་སུ་ད་རྡོག་རྡོག་བཟོས་ནས་རེད་བ། ད་བ་ཅས་དེ་ཡི་ནང་ལོགས་ལ་བྱིན་རླབས་འདྲ་མིན་སྣ་ཚོགས་ཡོད་རྒྱུ་རེད་རེད་བ། ད་རྡོག་རྡོག་བཟོས་ནས་ད། སྒོ་རྒྱབ་ཀའི་མི་དེ་ལ་སྤྲད་དོ། ཁྱོད་རང་གིས་ད། སྒོ་ཕྱེས་ནས་རེད་བ། སྒོ་ཕྱེས་ནས་དུས་ནི་མ་རོ་ལངས་ག་ཚོད་ཐོན་གྱི་འདུག་རེད་བ་ཚང་མ་གྱི་སྒོ་ལ་ཚར་གཅིག་ཅིག་གཞུས་ཨ་ལ། རེད། ད། བླ་མ་དེ་གིས་དེ་འདྲས་གསུངས་ཡོང་དུས་སྐབས་ཁོ་ཡིས་ད་སྒོ་ཕྱེས་ནས་རེད་བ་དུས་ནི་མ་རོ་ལངས་ཐོན་འདྲའི་ཐོན་ཚད་ཀྱི་སྒོ་ལ་གཞུས་ཏོ་ཚར་གཅིག་ཅིག་གཞུས་ཡོང་དུས་སྐབས་སུ་ད་རོ་ལངས་ཚང་མ་རེད་བ་རེ་རེ་རེ་རེ་ནས་མ་བརྒལ་ཏོ། མ་རིལ་ཏོ། ཡིན་ན་ཡང་ཐ་མ་ལ་དག། ད་བླ་མ་དེས་རོ་ལངས་དེ་རེ་བ་སླད་ཡོང་དུས་སྐབས་སུ། དེའི་སྒོ་ཁང་ལ་ཅིག་ཞུས་ཡོང་དུས་སྐབས་སུ། དེས་རོ་ལངས་དེ་མ་རིལ་ཡང་བསྐྱར་ཡར་ལངས་ཏོ། རེ་བ། ད་ཁོང། མ་ཤི་སྔོན་ལ་ད་ཁ་ཏོན་དགེ་སྦྱོར་བྱས་ནས་སྔགས་བསྙེན་སྒྲུབ་གནང་ཡོང་དུས་སྐབས་སུ་ད་ཁོ་གཞན་པ་དང་འདྲ་གི་མ་རེ་བ་རེ་བ། དེ་ཡོང་དུས་སྐབས་སུ་ད་ཡག་པོའི་ས་ལ་ཡག་ན་ཧ་ཅང་ཡག་པོ་སྡུག་ན་ཧ་ཅང་སྡུག་པོ་ཆགས་ཀྱི་འདུག། འདིའི་རིགས་འདི་ནི་གསང་སྔགས་ཀྱི་རིགས་ལ་དེ་འདྲས་རེད་དོ། ད་དེ་ཡོང་དུས་སྐབས་སུ་ད། བླ། མི་དེ་གིས་ད་བླ་མ་རོ་ལངས་དེ་ཡི་མགོ་གང་ལ་ཅིག་གཞུས་ནས་ཡོང་དུས་སྐབས་སུ་བླ་མ་དེས་ད་མ་རིལ། རེད་བ། རོ་ལངས་དེ་མ་རིལ་ཡང་བསྐྱར་ཡར་ལངས་ནས། ཨ་ནི་ཡ་གི་ཚགས་ལུང་པ་ནི་མ་བྲོས་ནས་སླེད་དོ། དེ་འདྲས་བྱས་ནས། མ་ནི་བྲོས་ནས་སླེད་ཆེད། ས་ཆ་འདི་ལ་འབྱོར་དོ། ས་ཆ་འདི་ལ་འབྱོར་ཡོང་དུས་སྐབས་སུ་དེའི་རྗེས་ལ་བླ་མ་རྟོགས་ལྡན་རྒྱལ་དབང་སེང་གེ་ཡོད་པ་ཁོང་བླ་མ་རྟོགས་ལྡན་དེ་རེད་བ། མཉམ་དུ་དེད་དོ། རྒྱབ་ལོགས་ལ་ད་རོ་ལངས་ཀྱི་རྒྱབ་ལོགས་ལ་བླ་མ་རྟོགས་ལྡན་དེ་དེད་རེད་ད། དེད་དེད་དེད་བྱས་ཡོང་དུས་སྐབས་སུ། ས་ཆ་འདི་ལ་འཇལ་ཟིན་པ་རེད་ད། ས་ཆ་འདི་ལ་སླེབས་ནས་ད་རོ་ལངས་འདི་ལ་གཟིམ་ཐུབ་པ་རེད། གཟིམ་ཐུབ་ནས་ས་ཆ་ད་ག་རང་ལ་ད། ཨ་ནི་དབྱི་གུང་ཁྲུས་ནས་རོ་བ་རོ་ལངས་འདི་འདི་ནང་ལོ་སྦས་ཤ་རེད་སྦིབ་ཤ་རེད་ད། རོ་དེ་ཕུང་པོ་དེ་འདི་ནང་ལོ་སྦས་ཤ། སྦས་པ་མ་ཟད་དེ་ཡི་ཐོ་ག་ལ་དེ་ནས་མཆོད་རྟེན་འདི་བཞེངས་པ་རེད་ད། རེད་བ། དེ་ཡོང་དུས་སྐབས་སུ་ཨ་ནི།

སྤུ་གུ་དེ་ད་ན་ཚ་ག་འདྲེ་འདྲ་བོ་ཡིན་ནས་དྲག་གི་རེད་ཟེར་ད་དེ་དེ་འདྲས་ཀྱི་ངོ་ནས་ཁོང་ཚོ་གྱི་སྙེ་མ་མྱོང་ཚོར་དེ་ལ་མང་པོ་ཅིག་བྱུང་འདུག་འདྲ་བ། ད་དེ་རྒྱབ་ལ་ཕ་གི་རིགས་ཅིག་འདུག་ཨོ་དེ་དེ་ཇོ་བོ་ལྷ་པ་ཡི་གནས་རེད་འདྲ་བ་དེ་རིགས་འདི་རྒྱབ་ལོ་ད་ག་རང་ལ་ད་སྙེ་མ་འགྲོ་ས་ཡོད་རེད་ཟེར་ད་ད་ལྟ་ཡིན་ན་ད་ལོ་མང་པོ་བྱས་ས་སྤྱ་དང་རི་དང་བྲག་ཚང་མ་ད་ཁོ་འཇིག་རྟེན་འདི་གི་ཁམས་ཀྱི་གོ་ལ་དེ་གཉིས་བསྒྱུར་ཡོང་དུས་སྐབས་སུ་ད།

ཆུ་རྟགས་བཞིན་ག་ལ་ཡོད་དུ་རུང་བ། ད་དེ་སྙེ་མ་དེའི་ཕྱོགས་ལ་ཆུ་རྟགས་ཡོད་ས་རེད་ད་ལྟ་ན་ཡོད་མ་རེད་ད་དུས་ཚོད་མང་པོ་བརྒྱུད་སྔོན་ལ། ཕ་ཡུལ་ལ་སློབ་དཔོན་པད་མ་བྱུང་ནས་གོང་འཕེལ་ཡོང་དུས་སྐབས་སུ། ཕྱོགས་འདི་ལ་ད་ད་ལྟ་ཆུ་དོན་ཡོད་ས་འདི་ལ་རེད་བ་ཆུ་རྟགས་བཞིན་ག་དེའི་ཉེ་འགྲམ་ལ།

ཡང་སྐབས་རེ་ལ་རླུང་རྒྱབ་ན་ཡང་དེས་རླུང་ཤུགས་ཆེན་པོ་རྒྱག་གི་འདུག། ཨོ། ད་དེ་རིང་གི་གནས་དེའི་གནས་བཤད་ངོ་སྤྲོད་དེ་འདི་དེ་ཙམ་ཡིན་རེད་བ། ད་ཕྱིས་སུ་རྒྱལ་ནང་པ་ཚོ་ལ་ཡང་ང་ཚོ་གི་ནུབ་རིས་ཀྱི་ཕྱོགས་ལ་ད་གནས་བཤད་དང་གནས་གོམ་པ་ལྷ་ཁང་ཡུལ་འདྲ་མིན་སྣ་ཚོགས་ཁྱེད་རྣམ་པ་ཚོ་ལ་ཨ་ནི།